ད་ནི་འདི་འདྲ་བྱས་ནས་བྱུང་མ་སོང་ཨ་ནི་དེ་སྔོན་གྱི་དོན་དག་དེ་ལ་ཡ་ད་ད་ལྟ་ཀུན་འདུས་ཀྱི་ད་ལྟ་བརྙན་ཐུང་བྱས་གཏུབ་བྱས་ཨ་ནི་བཟོས་བཞག་ནས་ད་དེ་འདྲས་ཅིག་ག་ལ་བ་རེད་ཅིག་འཛམ་བུ་གླིང་ག་ས་ག་ལ་ཁྱབ་བསྒྲགས་བྱས་ནས་ད་ག་ད་ཀུན་འདུས་ལ་འཚེ་མེད་ཞུ་ཡས་ཀྱི་གནས་སྟངས་དེ་འདྲས་བྱུང་དུས་ཨ་ནི་དེ་ཅིག་ག་ལ་བ་རེད་དེ་དང་འབྲེལ་བ་ཡོད་པའི་ད་ག་ལས་འགུལ་མང་པོ་ཅིག་ལ་ཡ་མཉམ་ཤུགས་དྲག་པོ་བྱས་བྱས་ཨ་ནི་ལས་ཀ་བྱེད་བསྡད་འདུག་བསམ་པ་ལ་ཨ་ནི་དེ་སློབ་ཁྲིད་བྱས་ཡས་དེ་བྱུང་བ་སོང་ཞུ་ཡ་ཡིན་ད་དེ་རིང་འདི་ནི་མ་གཏོགས་ཅིག་མ་ཞུ་ཐུ་ན་བསམ་ཟིན་རོགས་སློབ་ཁྲིད་དེ་མ་ཨ་ནི་དངོས་ལ་གྲུབ་ད་དེ་གི་དེ་མ་ཚ་ཐུ་ན་ཨ་རྗེས་ལ་མ་སྤྱོད་འཇུག་ལེའུ་དགུ་པ་དེ་མ་ག་ལེ་ཡིས་ག་ལེ་ཚ་ཐུ་ཡས་གི་རེ་བ་འདྲ་བོ་བྱེད་བསྡད་ཡོད་ཨ་དངོས་ལ་གྲུབ་ད་དེ་ཚ་ཐུ་ན་བསམ་སོ་གྲུབ་ད་དེ་གལ་ཆེན་པོ་ཆགས་གི་ཡོད་པ་ཡིན་ས་ལེའུ་དགུ་པ་དེ་ཡག་པོ་ཤེས་པ་ལ་གྲུབ་ད་དེ་གལ་ཆེན་པོ་ཆགས་གི་ཡོད་རེད་བྱས་ས་ད་གྲུབ་ད་དེ་མ་ཅིག་ཤེས་ཐུ་ན་བསམ་ཟིན་རོགས

ང་ཚོས་ཀྱི་ལས་རྒྱུ་འབྲས་ཀྱི་རྟེན་གཞི་བྱེད་ངེས་དེ་སེམས་དེ་རེད་བྱ་ས་ང་ཚོ་གི་ལས་ག་རེ་གྱོན་ནས་བསགས་ས་ལས་དེ་ཁྱེར་འགྲོ་ངེས་དེ་རྣམ་ཤེས་ཟེར་དེ་སེམས་ཟེར་དེ་རེད་བྱ་ས་བྱེད་ས་ཨ་ནི་སེམས་ལ་ཡ་དེ་གང་ཟག་ལ་བྱ་དགོས་འདུག་ཟེར་ནས་གང་ཟག་ལ་ཡ་དེ་སེམས་གཅིག་པོ་ལ་བྱ་ཡ་གཅིག་གོ་དེ་འདྲས་ཆགས་དེ་རེད་ཞུ་ཡ་ཡིན།

ཕུང་པོ་ལས་ལོགས་སུ་གང་ཟག་ཅིག་ཡོད་པ་ཡིན་ན་གང་ཟག་དེ་རྟག་པ་ཆགས་འགྲོ་གི་རེད་ལ། ཨ་ནི། ག་ལ་བ་རེད། གལ་སྲིད་གང་ཟག་ཅིག་ཕུང་པོ་ལས་ལོགས་སུ་བཞག་ལ་ན་བཞག་རྒྱུ་ཡོད་ན་ཕུང་པོ་ལས་ལོགས་སུ་གང་ཟག་ཅིག་སྟོན་ཡོད་པ་ཅན་ཆགས་འགྲོ་གི་རེད་ད་ག་འདྲ། ང་རང་ཚོ་རྣམས་ཀྱིས་ཕུང་པོ་ལས་ལོགས་ཀ་ཅིག་གང་ཟག་འདི་རེད་ཟེར་འཛུགས་འཛུགས་ས་ཡོད་རེད་ལ་ན་ཡོད་མ་རེད་བ། ཡིན་ན་ཡང་ཕུང་པོ་ལས་ལོགས་ཀ་གང་ཟག་འདི་ཕུང་པོ་ལས་ལོགས་ཀ་ཅིག་རེད་བས་ལ་ན་རེད་ལབ་རོགས། དེ་ལ་གང་ཟག་དེ་ཕུང་པོ་ལས་ལོགས་ཀ་ཅིག་ཡིན་པ་ཡིན་ན་ཕུང་པོ་ལ་ལོགས་སུ་གང་ཟག་ཅིག་སྟོན་རྒྱུ་ཡོད་དགོས་རེད་ཟེར་ད་ཁོ་རང་ཚོས་བསམ་བློ་བཏང་ན་དེ་འདྲའི་སྒྲོམ་གཞི་ཡིན་ས་རེད། བྱས་ཙང་ད་དེ་འདྲའི་ཅིག་ཡོད་མ་རེད་ད་གང་ཟག་ཁོ་རང་ཕུང་པོ་དེ་བཞག་གི་ཡིན་པ་ཡིན་ན་ཕུང་པོ་དེ་བཞག་གི་ཡོད་མ་རེད་ཕུང་པོ་ལས་ལོགས་སུ་གང་ཟག་ཅིག་བཞག་གི་འོ་མ་རེད། ད་ཕུང་པོ་ཁོ་རང་བཞག་པ་ཡིན་ན་ཕུང་པོ་མང་པོ་ཡོད་ཙང་གཟུགས་ཀྱི་ཕུང་པོ་ཚོར་བའི་ཕུང་པོ་འདུས་བྱས་ཀྱི་ཕུང་པོ་འདུས་བྱས་ཀྱི་རྣམ་པར་ཤེས་པའི་ཕུང་པོ་ཁོ་རང

ཀོང་པོའི་སྒང་ལ་ཤར་སྒོ་བར་མ་གཏོགས་ཤེས་པའི་སྒང་ལ་ཤར་སྒོ་བར་མ་རེད་ཤེས་པ་ལ་རྣམ་པ་ཡོད་མ་རེད། ཤེས་པ་འགའ་ལ་གཟུགས་ཅན་ག་རེ་ཡིན་ན་གཟུགས་ཅན་དེ་གི་རྣམ་པ་དེ་ཤར་གི་མ་རེད་རྣམ་པ་ཤར་ས་ཀོང་པོའི་སྒང་ལ་ཤར་སྒོ་བར་མ་གཏོགས་ཤེས་པའི་སྒང་ལ་ཤར་སྒོ་བར་མ་རེད། བྱས་ཙང་ཤེས་པ་ཡིན་ན་སྣང་མེད་ཡིན་པས་ཁྱབ། གཟུགས་ཕྱི་རོལ་གཟུགས་ཅན་གི་རྣམ་པ་དེ་འདྲ་གང་ཡང་ཤར་ཡ་ཡོད་མ་རེད། འོ་དེ་ལ་བར་ཐག་ཇི་འདྲ་མང་བ་ཡོད་ཀྱི་ད་ཐུན་མོང་མ་ཡིན་པའི་འདོད་ཚུལ་སྒྲོག་ཅིག་དེ་རེ་ཞུ་ཡ་ཡིན། ད་མདོ་སྡེ་པ་ཡིན་བྱེད་ཀྱི་ཤེས་པ་རྣམ་བཅད་ཡིན་པས་ཁྱབ་ལགས་པར་བལྟ། ཤེས་པ་རྣམ་བཅད་ལབ་པའི་བསམ་པ་ལ་ང་ཚོའི་གི་ཁ་པར་ནང་གི་གནས་ཚུལ་ཁ་པར་ཕྱི་ལོགས་ཀྱི་ཁ་པར་ལ་སོགས་པ་འདི་གའི་གི་བཟོ་ལྟ་ག་རེ་ཡོད་པ་འདི་ཤེས་པའི་སྒང་ལ་སྤོང་པོའི་སྒང་ལ་ཙམ་མ་ཡིན་པ་ཤེས་པའི་སྒང་ལ་ཤར་གྱི་ཡོད་རེད། བྱས་ཙང་གང་ཤེས་པའི་སྒང་ལ་ཤར་བ་དག་ར་ཤེས་པས་གི་མཐོང་ཤེས་པས་གི་ཧ་གོ་གི་ཡོད་རེད་ཤར་ཤེས་པས་གི་རིག་གི་ཡོད་རེད། བྱས་ཙང་ད།

ཕལ་སྐད་ཀྱི་ཕྱི་རོལ་གྱི་ཡུལ་གྱི་གནས་ཚུལ་ག་རེ་ཡིན་པ་རྣམ་པ་འདིས་ཨ་ནི་མི་དབང་གཟུགས་གཞན་པ་ཙམ་མ་ཡིན་པར་ཤེས་པས་ཀྱི་དེ་ལ་རྣམ་པ་འདི་ཤར་གྱི་ཡོད་རེད་ཞེས་སོགས་ཤེས་པ་ཁོ་རང་སྔོན་པོའི་རྣམ་པ་ཤར་གྱི་ཡོད་རེད་ལབ་ཀྱི་ཡོད་རེད་ད་སྔོན་པོའི་རྣམ་པ་ལ་ཕྱི་རོལ་གྱི་ཚོན་ཁྲ་སྔོན་པོ་དང་དམར་པོ་དང་ཁ་པར་གྱི་དབྱིབས་དང་སོ་ལྟ་འདི་གའི་རྣམ་པ་ག་རེ་ཡོད་ན་ད་ག་རང་ཤེས་པས་ག་ལ་ཤར་གྱི་ཡོད་རེད་ཤར་ནས་ཤེས་པས་ཀྱི་འདི་ཨ་ནི་ག་རང་ཡུལ་འདི་འཛིན་གྱི་ཡོད་རེད་རིག་གྱི་ཡོད་རེད་ཟེར་ད་འདི་སྐད་ཆ་འདི་ཤེས་ཀྱི་ཡོད་རེད་ཞེས་སོགས་འདི་གཉིས་བར་གྱི་ཁྱད་པར་འགྲོ་གི་འདི་དེ་འདྲའི་འགྲོ་གི་ཡོད་རེད་ཞུ་ཡ་ཡིན།

ཡུལ་འདིའི་ཤེས་པ་འདི་གི་བག་ཆགས་བསལ་སྟོབས་ལ་བརྟེན་ནས་བྱུང་བ་རེད། འདི་ད་སེམས་ཙམ་པའི་འདོད་ཚུལ་བྱས། དེ་ཡིན་དུས་བསམ་པ་ལ་ཁོ་གཉིས་གར་རྫས་གཅིག་རེད་ལ། གསུང་དང་གསུང་གཞི་ཚང་མ་རྫས་གཅིག་གསལ་སྐད་བཤད་བ་ན་ཞིག་ག་དང། སྔོན་པོ་དང་སྔོན་པོ་འཛིན་པའི་ཤེས་པ་ཡང་ན་ཁ་པར་དེ་དང་ཁ་པར་དེ་འཛིན་མཁན་གྱི་ཤེས་པ་དེ། གནས་གར་རྫས་གཅིག་ཏུ་འདོད་ཀྱི་རེད་ཟེར་ད་དེ་སེམས་ཙམ་པའི་གི་བཤད་སྟངས་འདྲ་བོ་ཅི་རེད་ད་འདི་གཉིས་བར་ཁྱད་པར་དང་དེ་འདྲ་འདྲ་ཞུ་བ་རེད་ད་འདི་ནི་མ་ཏིས་ཏིས་བཤད་སྟངས་རྟོགས་རྟོགས་སུ་མི་གདའ་འགྲོ་ཅི་རེད་མ་གཏོགས་གཞན་ཚང་མ་ལ་གཅིག་པ་འདྲ་རེད་ད་གང་ལྟར་དོན་དག་ཡང་ངས་བྱེ་བྲག་སྨྲ་བའི་གི་ཤེས་པ་ཡིན་ན་རྣམ་སྨིན་ཡིན་པས་ཁྱབ། ཤེས་པའི་གི་ག་ལ་ཕྱི་རོལ་གི་ཡུལ་གི་རྣམ་པ་དེ་ཁྱོད་ནི་ཤར་གི་མ་རེད་ཤར་ས་དེ་ག་རེད། མིག་གི་དབང་པོ་དེ་གང་རྣམ་པ་དེ་ཤར་གི་རེད་མ་གཏོགས་ཤེས་པའི་གང་ལ་ཤར་གི་མ་རེད།

རྣམ་པ་དེ་ཤར་བ་ལ་བརྟེན་ནས་ཨ་ནི་ག་རེ། ཤེས་པ་ཁོ་རང་གི་ཡུལ་འདི་གི་གནས་ཚུལ་དེ་ཨ་ནི་འཛིན་གྱི་ཡོད་རེད་རིག་གི་ཡོད་རེད་ལ་འདི་ཞིག་ཡོད་ད་འདི་གཉིས་བར་ཁྱད་པར་འདུག་དེ། དེ་འདྲའི་དོགས་གཞི་ཡོད་རེད་ཞུ་ཡ་ཡིན་ད་འདི་བར་རྩོད་པ་བཅས་ཡོང་འདི་གོ་རེད། གལ་སྲིད། ཨ་ནི་ཤེས་དཔལ་གྱི་སྟེང་ལ་ཨ་ནི་རྣམ་པ་ཤར་གྱི་ཡོད་བ་བཅས་ཤེས་དཔལ་གྱི་ཡུལ་འདི་ཨ་ནི་ཐད་ཀར་ཨ་ནི་ག་རེ། ཤེས་དཔལ་གྱི་ཡུལ་དེ་ག་ལ་བ་རེད། བྱེ་བྲག་མ་ཡོད་ཀྱི་ཡུལ་གྱི་གནས་ཚུལ་རྣམ་པ་ག་རེ་ཡིན་ནམ་རྗེན་པ་ཁོ་རང་མིག་གི་དབང་པོའི་སྒང་ལ་ཤར་གྱི་ཡོད་རེད་ལབ་ཡོད་རེད་བ། རྗེན་ཤར་དུ་ཤར་གྱི་ཡོད་རེད་ལབ་བ། ད་ཡིན་ནའི་ཤེས་དཔལ་གྱི་ནི་ཡུལ་དེ་རྣམ་པ་ཤར་གྱི་ཡོད་བ་ཡིན་ན་ནི་ཤེས་པ་དཀའ་ཐུང་མ་རེད་བ་ལབ་ཡོད་རེད་ད་ཤེས་པ་ལ་ཡེ་དེ་ཐོག་མེད་རེད་བ། ཐོག་མེད་ཡིན་དུས་བསམ་པ་ལ་ཨ་ནི། ག་ལ་བ་རེད། ཤེས་དཔལ་སྒང་ལ་རྣམ་པ་ཤར་གྱི་ཡོད་ན་ཤེས་དཔལ་ཁ་ཐུག་ཁོ་རང་ཕེ་ཁའི

ཚེ་ས་རང་ཡུལ་ལ་ལྕགས་འཛིན་པ་ལྟར་རྗེན་ཤར་དུ་འཛིན་པར་འདོད་དོ། ད་གང་དག་ཤེས་པ་ད་འདི་བྱེ་བྲག་མ་བས་ཀྱི་དེ་ཞིག་བར་ད་མིག་དབང་དེ་ལ་ཡང་རྟེན་བྱེད་ཀྱི་མིག་དབང་དང་དེ་མཚུངས་ཀྱི་མིག་དབང་ཟེར་ན་གཉིས་ཆིག་བར། ཚེ་ས་རྟེན་བྱེད་ཀྱི་མིག་དབང་ལ་ན་མི་རྟེན་བྱེད་ཀྱི་མིག་དབང་ལ་དུ་བསམ་པ་ལ་ང་རང་ཚོ་མི་ཞིག་གི་གཟུགས་ལ་ཡང་བར་ད་ཤེས་པའི་གནས་སྐབས་ཀྱི་ད་ནི་མིག་གི་དབང་པོ་བརྗོད་ར།